ཡིན་ན་ཡང་རྒན་ལགས་ཀྱི་ཆེད་དུ་གཉེར་ནས་ཨ་ནི་ད་ལྟ་ད་རིང་གི་བགྲོ་གླེང་ཐོག་ལ་ཨ་ནི་བརྩམས་ཆོས་གནང་བཞག་པ་འདི་ཨ་ནི་ང་རང་ཚོ་མཁན་པོ་སྒྲུབ་རྒྱུད་མཆོག་ནས་ད་མ་གཏུགས་སུ་སྒྲོགས་སྦྱང་གནང་ཡས་རེད། དེའི་དུས་ཨ་ནི་ངས་ད་དེ་རིང་ང་གཙོ་སྐྱོང་གི་ངོས་ནས་ཨ་ནི་ཐོག་མར་ད་ལྟ་ད་མ་གཏམ་བཤད་གནང་མཁན་གྱི། གཙོ་བོ་མཁན་ཨ་ཏི་མཁས་དབང་ཨ་ཏི་ཤེས་རབ་ཉི་མ་མཆོག་གིས་ཨ་ནི་ངོ་སྤྲོད་མདོར་བསྡུས་ཅིག་ཞུ་གི་ཡིན། མཁས་དབང་སྣང་རྒྱལ་ཨ་ཏི་ཤེས་རབ་ཉི་མ་མཆོག་ནི་ཨ་ནི་བོད་མདོ་སྨད་རྔ་པ་ཡུལ་དུ་སྐུ་འཁྲུངས་པ་དང་ཨ་ནི་དགུང་གྲངས་དགུ་ལ་སོན་སྐབས་ཨ་ནི་རབ་ཏུ་བྱུང། དེ་ནས་བཤེས་གཉེན་དུ་མའི་དྲུང་ནས་སུམ་རྟགས་དག་གསུམ་ནས་བརྩམས་ཏེ་ཐུན་མོང་རིག་གནས་དང་ཐུན་མིན་གཞུང་ཆེན་བཀའ་པོད་ལྔ་སོགས། མདོ་སྔགས་གཞུང་ཆེན་ཆ་ལག་དང་བཅས་པར་སྦྱངས་བརྩོན་གྱིས་མཁས་པའི་གོ་སར་བསྙེགས། རྒྱ་བལ་གྱི་དགོན་སྡེ་དང་སློབ་གྲྭ་ཁག་ཏུ་བཀའ་ཤག་ཡང་བོད་ཀྱི་རིག་གཞུང་འགྲན་བསྡུར་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་མཚན་རྟགས་དང་རླབས་ཆེན་གྱི་བྱ་དགའ་བསྩལ། སེ་ར་ཐེག་ཆེན་གླིང་དཔལ་ལྡན་བཀྲ་ཤིས་ཀྱིས། ཇོ་ནང་དགོན་སོགས་སུ་རིས་མེད་ཆོས་སྡེ་དུ་མར་རིག་གནས་ཀྱི་འཆད་ཁྲིད་མཛད། ཕྱི་ལོ་ཉིས་སྟོང་གསུམ་ལོར་ཆེད་དུ་གདན་ཞུས་ལྟར་ཕ་ཡུལ་གདན་ས་དཔལ་སྤུངས་ཤེས་རབ་གླིང་དུ་ཕེབས་པ་ནས་དེང་གི་བར་གདན་སའི་རྒྱུད་གྲྭ་དང་བཤད་གྲྭ། རིག་གནས་མཐོ་སློབ་བཅས་པར་སུམ་རྟགས་དག་གསུམ་སྙན་ངག་དང་མངོན་བརྗོད། དྲ་ཚིགས་རིག་པ་སོགས་སློབ་ཁྲིད་ཀྱི་བཀའ་དྲིན་ཆད་མེད་དུ་བསྐྱངས་དང་སྐྱོང་བཞིན་པར་མ་ཟད་དཔལ་སྤུངས་རིག་གནས་མཐོ་སློབ་ཀྱི་རིག་གནས་སློབ་སྤྱི་དང། གྲྭ་རིགས་སྡེབ་སྦྱོར་དཔལ་ཀུན་སྤུངས་པའི་གཙུག་ལག་སློབ་ཆེན་གྱི་སློབ་སྤྱི་ཆེན་མོའི་ཐུགས་འགན་བཞེས་བཞིན་པ་ཡིན། ཨ་ནི་རྒན་ལགས་ཀྱིས་བརྩམས་པའི་གི་བརྩམས་ཆོས་དང་ཆེ་གྲས་ཁག་ཅིག་འདུག་སོ་མ། ངོ་སྤྲོད་ཞུས་པ་ཡིན་ན་སྙན་རྩོམ་རྣམ་པར་རྒྱལ་བའི་རྒྱང་གླུ་ཤེས་བྱ་ཀུན་གྲགས། སྙན་ངག་ལེགས་བཤད་མཁས་དགུའི་འདོད་འཇོ། མཁྱེན་གཏེར་ལྷ་མོའི་དགོངས་རྒྱན། རྩིས་རིག་ཀུན་འདུས་སྣང་བའི་གཏེར་མཛོད། ལུགས་ཀྱི་མེས་པོའི་ཚངས་ཐིག་ཤེས་བྱའི་བདག་ཉིད་འགྱེད་པའི་བཞད་སྒྲ། སྒྲ་འགྲེལ་ལེགས་བཤད་མཐོང་བ་དོན་ལྡན། ཞང་བོད་སྒྲ་རིག་རྣམ་བཤད་མཁས་པའི་དགོངས་རྒྱན། གྲུབ་མཐའ་ཆུ་ཀླུང་འབུམ་གྱིས་བསྐྱོད་པའི་རླབས་ཕྲེང། སྡེབ་སྦྱོར་ཤེས་བྱ་ཀུན་རིག། སུམ་རྟགས་མཁས་པའི་ཡིད་འཕྲོག། སྣང་ཞིག་བླ་མ་རིམ་བྱོན་གྱི་རྟོགས་བརྗོད། ཡིག་རིགས་རྒྱ་ཡི་མ་ཕྱི་འཛམ་གླིང་མཁས་ཀུན་མཛེས་རྒྱན་སོགས་བསྟན་བཅོས་ཤིན་ཏུ་མང་བ་ཞིག་ཏུ་བརྩམས། གནང་ཡོད་རེད། དེ་དང། ད་ད་ལྟ་རྒན་ལགས་ཀྱིས་རྒན་ལགས་ཕེབས་མེད་དུས་རྒན་ལགས་ཀྱི་སྐུ་ཚབ་ཀྱི་ཐོག་ནས་རྒན་ལགས་ཀྱི་བརྩམས་ཆོས་སྒྲོགས་སྦྱང་གནང་མཁན་མཁན་པོ་སྒྲུབ་རྒྱུད་བསྟན་འཛིན་ལགས་མདོ་ཙམ་ཅིག་ངོ་སྤྲོད་ཞུས་པ་ཡིན་ན། མཁན་པོ། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་རྒྱ་གར་མཚོ་པདྨའི་ཉེ་འདབས་སུ་ཕ་ཆོས་དར་དང་མ་པདྨ་ཚེ་དབང་གཉིས་ཀྱི་བུར་འཁྲུངས། སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གསུམ་པའི་ཡས་མས་སུ་གདན་ས་ཆེན་པོ་དཔལ་སྤུངས་ཤེས་རབ་རྣམ་པར་རྒྱལ་བའི་བཤད་གྲྭ་ལུང་རིགས་འཇམ་པའི་གླིང་དུ་སྒྲིག་ཞུགས་བགྱིས་ཏེ། བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་འཇམ་མགོན་རྡོ་རྗེ་འཆང་མཆོག་གི་སྐུ་མདུན་ནས་དགེ་ཚུལ་ལུང་གི་སྡོམ་པ་ནོས་པས་མིང་དུ་ཀརྨ་བསྟན་པ་རབ་རྒྱས་ཞེས་བསྩལ། གདན་སའི་མཁན་སློབ་དུ་མའི་དྲུང་ནས། ལོ་རབས་གཅིག་གི་རིང་གཞུང་ཆེན་མདོ་སྔགས་དང་བཅས་པར། གསན་བསམ་གྱིས་ཉིས་སྟོང་བཅུ་བཞི་ཟླ་ལྔ་པའི་ཚེས་བཞི་ལ་སློབ་པ་མཐར་སོན་གྱི་ལག་འཁྱེར་ཐོབ། ཉིས་སྟོང་བཅུ་བདུན་ལོར་མཁན་པོ་ཀོ་ཤཱཀ་དང། བརྡ་དག་བརྡ་སྤྲོད་རིག་གནས་སྐོར་ལ་ཆེད་སྦྱོང་བགྱིད་བཞིན་པ་དང་ལྷན་དུ་གདན་སའི་བཤད་གྲྭ་ལུང་རིགས་འཇམ་པའི་གླིང་དུ་བོད་ཀྱི་བརྡ་སྤྲོད་གཞུང་ལུགས་ཁག་སློབ་ཁྲིད་ཀྱི་འགན་ཁུར་བཞེས་བཞིན་པ་ཡིན། འདི་དང་འདྲ་ནས་ནི། ཉེ་ད་ལྟ་མཁན་པོ་མཆོག་ལ་དངོས་སུ།

བླ་སྤྲུལ་རྣམ་པ་དང། མཁས་དབང་རྣམ་པ་དང་དེ་བཞིན་དུ་ཨ་ནེའི་དགོན་སྡེ་ཁག་ནས་ཕེབས་པའི་དགེ་རྒན་པོ་དང། མཐོ་སློབ་ནས་ཕེབས་པའི་དགེ་ནི་དགེ་སློབ། རྣམས་ཚང་མ་ལ་ཨ་ནེའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང། དེ་ངས་ང་རང་གི་རྒན་ལགས་རྒྱ་ནི་མ། ཀ་ཕེབས་ནས་ཨ་ནི་མ་ཁོ་ནི་གི་གསུང་བཞིན་ཁོ་ནི་གི་བརྩམས་ཆོས་འདི་མ་སྒྲོགས་སྦྱང་བྱས་ལ་ནི་མ་ཀ་ཕེབས་གནང་སོང་དེ་འདུག་ངས་མ། སྒྲོགས་སྦྱང་ཞུ་ཡས་ཡིན།

བསྟན་འདུག་འདི་ནང་ནས་ད་དང་པོ་དེ་ལ་ན་མོ་གུ་རུ་མ་འཇུག་གོ། ཤ་ཡཱས་ད་གོ་ཁ་ཡཱ་གོ་ཤ་ཡཱས་ཨོ་དེ་བྱས་དེ་ནང་ནས་ནི་ན་མོ་ཞེས་པ་དེ་དང་དང་པོ་ན་མོ་ཞེས་པ་དེ་ང་རང་ཚོ་ནི་སྒྲ་སྒྲོགས་བྱེད་པའི་སྐབས་དེ་ལ་ཨ་ནི་ན་ལོ་ན་མ་ན་མ་ཟེར་བ་དེ་ནི་རབ་ཏུ་འདུས་པ་དེ་ཨ་ནི་ག་རེ་བསྒྲུབ་པར་བྱ་བའི་གཞི་འདྲ་བོ་ཅིག་བྱིངས་འདྲ་བོ་ཅིག་དེ་ལ་ཨ་ནི་ག་རེ་ན་མ་དེ་ལ།

དེ་ལ་ཨ་ནི་ག་རེ་ཨུ་པ་རྣམས་ཅིག་གིས་ཨ་ནི་ཁ་དྲོ་པོ་སློག་གི་རེད། དེ་ནི་ང་ཚོ་ལྷོག་པ་རྣམས་ཅིག་གིས་ག་རེ་སློག་གི་ལབ་ན་ཁམས་ལོག་གི་ཤ་ནང་ཞིག་སློག་གི་རེད་ཤ་ཞེས་པ་འདི་འདྲ་དེ་ཨ་ནི་མ་སྟོན་གི་རེད་དེ་ཡིན་དུས་བསམ་པ་ཁོང་རིགས་རང་ཀུན་མཁྱེན་སི་ཏུ་པན་ཆེན་ཁོང་རིགས་རང་ཨ་ནི་ཕལ་ཆེ་བ་འདི་ལྷོག་པ་རྣམས་ཅིག་གིས་ཨ་ནི་སྒྲ་གདངས་འདི་ཨ་ནི་ཚད་ལྡན་ཡིན་པ་ཅིག་ཨ་ནི་གྲགས་ཀྱི་འདུག་ཟེར་ནས་གསུངས་གནང་ཤག་དེ་ཡིན་དུས་བསམ་ད་གོ་ཤག་དབྱངས་ཞེས་པ་འདི་ལ་ཡང་སྒྲ་སྒྲོ་བོ་ལ་ཡང་ང་ཚོ་གོ་གི་འདུག་བ་གོ་ཞེས་དང་ཨ་གོ་ཞེས་པ་འདྲ་དང་འདྲ་མིན་ཟེར་ཡང་འདུག། དེ་ནས་ཨ་ནི་ཧ་ཝ་ལ་ཨུ་ཧོ་ཞེས་པ་དེ་ནི་ཧ་ཝ་ལ་ཨུ་ཧོ་ཞེས་པ་དེ་ད་ཐང་གི་གནམ་ལྕེ་དེ་ཨ་ནི་ཕ་ཆོས་ཆོས་ལགས་གནམ་ལྕེ་དེ་གི་ཚིག་གྲོགས་དེ་ལ་ང་ཚོ་ཨ་ནི་ག་རེ་ཨ་ནི་ཧ་ནས་བྷ་གི་བར་དུ་ཡི་གེ་ཉི་ཤུ་པོ་ཡོད་ན་ཨ་ནི་གནམ་ལྕེ་དེ་ག་རེ་ཕྱག་དྲུག་ཨུ་ལ་འགྱུར་འགྲོ་གི་རེད་ལ་ནི་ད་ང་རང་ཚོ་ལ་ཧ་ནས་བྷ་བར་དུ་ང་རང་ཚོ་ནི་ཧ་ཡ་བྷ་ར་ལ་ཉ་ན་ན་ང་མ་ཛ་ཧ་དྲ་ད་ཀ་བྷ་ཛ་དྲ་ད་ཀ་བྷ་ལ་ནི་ཨ་ནི། ང་ཚོས་ནི་ཤུ་བོ་དེ་ཡོད་ན་ཕ་ཇོ་གི་རྣམ་ཆས་འདི་དབུ་ལ་འཇུག་འགྲོ་གི་རེད་སྟེང་དུ་དབུ་ལ་ཕའང་འཇུག་ནས་ཞེས་པས་ད་མ་ཨ་ནི་ད་ལྟ་རྣམ་ཆས་འདི་དབུ་ཡིག་ཏུ་ཚུར་འགྱུར་དབུ་ཡིག་ཏུ་ཆུ་འགྱུར་ས་པའི་རྗེས་ལ་ཨ་ནི་གར་ཆག་ན་མ་ཨུས་ད་ན་མ་ཨུས་ཆག་ཆག་ཡོད་འདུག་བསམ་པ་ད་ང་ཚོ་ཨ་ནི་མ་དེ་གའི་སྲོག་དེ་ཁྲག་ཡོད་འདུག་བསམ་པ་ལ་དབྱངས་ཅན་དྲ་ཐོག་ཁོ་རང་ནང་ལ་རྡོ་ལུང་ཡོད་རེད་བས་ལ་ན་ཡོད་མ་རེད་དེ་ཡོད་འདུག་ཨ་ནི་ཀ་ལ་པ་ནས་རྡོ། རིམ་པ་ཨ་ནི་ག་རེ་ཀ་ལ་པ་ནས་འདུ་ལོང་དྲགས་ནས་ཀ་ལ་པ་རིམ་པ་ལས་མ་བདེ་བར་ཁྲའོ་བྱའོ་ཞེས་པས་མེའི་སྲོག་གི་ཨ་དེ་ཚུར་བླངས། མེའི་སྲོག་གི་ཨ་བླངས་ཡོང་དུས་བསམ་པ་ལྟ་ང་ཚོ་ག་རེ་ལྷ་ལ་ན་ན་མ་སོགས་མེ་ཧོ་ལ་ཧ་ལན་གྱི་ལྗགས་ཨ་ནི་ཨ་ཨུས་ལ་ནི་ཐ་ཨ་ཨུ་ལ་ཨོ་ཧོ་ཞེས་པ་དར་བ་ཨ་དང་ཨུ་བསྡོམས་ཡོང་དུས་བསམ་པ་ལ་ཨ་ན་རོ་ཨོ་ཆགས་འགྲོ་གི་རེད་ད་ལེགས་སྦྱར་གྱི་མཚམས་གཅོད་ཡི་གེ་བཞི་ལྟ་བུ་ཅི་ཡང་ད་ལྟ་དབྱངས་ཀྱི་སྐབས་དེ་ལ་ཡོད་རེད་བ་ལ་འདི་ལ་ང་ལ་སོ་ག་ལས་ཨེ་དང་ཨོ་དང། ཨེ་ཨི་ཨོ་ཨུ་ལ་ན་ད་ཨེ་ཧི་ལ་ན་ཨོ་ཧུ་ལ་ན་ད་ལྟ་འདི་འདྲའི་བློ་མདངས་མ་འདྲ་བ་ཁ་ཤས་ཅིག་འདུག་ཨ་དེ་ཡང་འདུག་བསམ་པ་ད་ཨ་ཨུ་ལ་ཨོ་ཧོ་ཞེས་པ་ཞེས་པས་ཨ་དང་ཨུ་བསྡུམས་ཡོད་འདུག་བསམ་པ་ལ་ཨོ་རུ་འགྱུར་འགྲོ་རེད་ད་ཨོ་རུ་འགྱུར་ཨོར་དུ་འགྱུར་ཡོང་འདུག་བསམ་པ་ལ་ད་དབྱངས་ཀྱི་སྨན་པ་ཕ་རོལ་དུ་ཡང་དག་པར་འབྱོར་རོ་ཞེས་པས་ད་དབྱངས་ཀྱི་སྨན་པ་དེས་ད་ད་གིན་མ་སོག་མེད་དེ་ཨ་ན་རུ་ཨོ་ལ་ཚུར་ཞུགས་ཡོང་འདུག་བསམ་པ་ལ། དེ་ནས་མ་སོགས་མས་དེ་ཨོ་ཐུར་དུ་སྦྱར་ཡུན་དུ་ད་ག་ལི་ཆག་ལ་ན་གྲུབ་ལ་ན་ན་མོ་ཟེར་བ་ད་ང་ཚོ་ན་མ། Namas། ན་མོ་ལ་འདུག་བསམ་པ་ལ་ཁོ་སྒྲུབ་སྟངས་དེ་གི་དབང་དུ་འགྲོ་ནས་ང་རང་ཚོ་ནི་དེ་དོན་དག་གསུང་བར་གྱི་ཆིག་པ་གཅིག་ཀྱང་མ་བཏོན་གནང་གི་རེད། དོན་དུ་དེ་འདྲའི་བྱེད་ན་ནི་མ། Namas། ཟེར་ནས་འགུ་རུ་མ་འཇུག་གོ། ད་དེ་ལ་ནི། ཆ་ཚང་མ་གྲུབ་བྱས་ཨ་ནི་དེ་ལ།

ད་ང་སྲོག་མེད་ཆགས་འདུག་བསམ་པ་ལ་ང་སྲོག་མེད་དེ་ཕ་འཆི་ནས་འགྲོ་བའི་དོན་ཅི་ཡིན་པས་ཕ་འཆི་འཆི་ཡོད་འདུག་བསམ་པ་ད་ཨེ་ཆ་ཨེ་ལྷག་འདུག་བསམ་པ་དེ་ལ་ནི་རྣམ་དབྱེ་བཞི་པ་ངས་ཐོབ་ཡོད་འདུག་བསམ་པ་ངས་དེ་ལ་ནི་ཨ་ཀ་མཱ་ཨས་ལ་ནི་ད་སྒྲ་སྒྲུབ་ཀྱི་སྐབས་སུ་ཨ་ཀ་མཱ་ཨ་ཟེར་བ་དེ་ག་རེ་གློ་བུར་དུ་བསླད་བསྡད་པ་ང་རང་ཚོས་ནི་ག་རེ་ཁོ་རང་གི་གྲོགས་ཀྱི་ཚུལ་དུ་ནི་ཕན་ཐོགས་བསྡད་པ་དེ་ལ་ཨ་ཀ་མཱ་ཨ་ཟེར་བ་རོ་བ་ཁོ་རང་དབྱངས་ཅན་སྒྲ་རྡོ་འདྲ་བོ་ཅིག་བཞག་པ་ཡིན་ན།

ཚོགས་དེ་ཚུར་བརླན། ཚོགས་དེ་བརླན་ཡོང་དུས་སམ་བ་ལན་ཤ་སོག་མལ་དུ་འགྱུར་ནས་ཨ་ནེ་དེ་ལ་ཧ་ལེན་གྱིས་བཏགས་ཏེ་འཇགས་ཡོང་དུས་སམ་བ་ཤ་ཨ་ཨ་ཡ་ཟེར་བ་དེ་ནི་ཆགས་ཡོང་དུས་སམ་བ་ད་ག་ལ་ཡང། སྒྲ་བའི་ཡི་གེ་བསྡུས་པ་ལས་རིང་པོ་འོས་ད་ཡི་གེ་འདྲ་བོ་ཡོང་དུས་སམ་བ་དིར་གི་ཆགས་འགྲོ་གི་རེད་ད་རིང་པོ་ཆགས་འགྲོ་གི་རེད་དེ་ཡོང་དུས་ཨ་དང་ཨ་བསྡོམས་ཡོང་དུས་ཨ་རིང་པོ་ཆགས་འགྲོ་གི་རེད་ཞེས་པས་ཨ་དང་ཨ་བསྡུས་པས་ཨ་རིང་པོར་འགྱུར་ད་ཨ་ཡ། ད་གཡང་སྐྱིད་མེད་པར་ཕ་རོལ་ཏུ་ཡང་དག་པའི་སྦྱོར་ར་བྱེད་པས་ཤ་སོག་མའི་དེ་ཨ་ནི་ཨ་ཐོ་དུ་ཡ་འབྲང་ཡོན་དུ་སངས་པ་ལ་ཨ་ནི་ཤ་ཡཱས་ད་སྡོམ་ཡོན་དུ་ན་མོ་གུ་རུ་མ་མཆུ་འགོ་ཤ་ཡཱས་ཨ་ནི་རུ་བ་ང་ལ་སོགས་ཡ་དེ་རྣམ་དབྱེ་བཞི་པ་ལེགས་སྦྱར་ཁོང་རང་གིས་ཨ་ནི་ག་རེ་རྣམ་དབྱེ་བརྩི་བ་ཡིན་ན་ཁོ་རྣམ་དབྱེ་བཞི་པ་ཆགས་ཀྱི་ཡོད་རེད་ད་གིན་དགོངས་འདི་ལ་ཨ་ནི་ཞོགས་པ་གཡང་སྐྱིད་ཀྱིས་ཨ་ནི་འདི་གསུངས་སོང་བ་ང་རང་སོགས་ལེགས་སྦྱར་ལ་ཨ་ནི་རྣམ་དབྱེ་ཕར་འགྲོ་བ་ཡིན་ན་ང་རང་ཚོའི་གི་ག་རེ་བོད་སྐད་ཀྱི་བརྡ་སྤྲོད་ནང་ལ་ཡང་རྣམ་དབྱེ་དེ་ག་རེ་ཡིན་པའི་གི་ཆགས་པ་ཡོད་མ་རེད་ཨང་དེ་འགྲོ་གི་མ་རེད་གསུངས་སོང་ཨང་དེ་ནང་བཞིན་ལས་ཁོ་ཤ་ཡིན་ཨ་ད་ང་རང་ཚོ་བོད་སྐད་ཀྱི་དབང་དུ་བཏང་བ་ཡིན་ན་ཨ་ནི་ད་ལྟ་དེ་ཡིན་ཡ་དེ་ཨ་རེ་ད་ལྟ་དོན་ཐོབ་གཙོ་ཆེ་བ་ཡིན་འདུག་བསམ་པ་ལ་ཨ་ནི་ཕར་འགྲོ་འགྲོ་བ་དེ་འདུག་བླ་མ་འཇམ་དཔལ་དབྱངས་ལ་ཕྱག་འཚལ་ལོ་ཞེས་པ་འོ་སྟེ་གི་ཨ་ནི་ག་རེ་ཆོས་དཔེ་གི་སྤྲིན་ཆོས་སྤྲིན་གྱི་ཚུལ་དུ་ཨ་ནི་སྒྲ་སྒྲུབ་ཅིག་ཨ་ནི་ཡ་ཨ་ནི་དཔེ་མཚོན་བྱེད་པ་ཡིན། ད་དེ་རྗེས་དེ་ལ་ནི་ད་ང་ཤེས་བྱ་གཙོ་བོ་འདྲ་བོ་དེ་ནི་སྒྲ་རིག་པ་ཆགས་འདུག་བསམ་པ་ད་སྒྲ་རིག་པ་ཁོ་རང་ག་ནས་དང་པོ་སྒྲ་རིག་པ་གི་བརྗོད་བྱ་འདྲ་བོ་དེ་ལ་ལྟོས་ཞེས་ང་ཚོས་ཀྱི་ནི་དོན་ན་སྣང་ཐུབ་ན་རུང། སྒྲ་རིག་པའི་ག་ནི་ག་ལས་ཅི་ལྟར་ཨ་ནི་སྒྲ་རིག་པ་ད་ལྟ་ང་རང་ཚོས་ནི་ལེགས་སྦྱར་གྱི་སྒྲ་རིག་པའི་ག་ནི་བརྗོད་བྱ་འདྲ་བོ་ཤེས་པ་ཡིན་ན་རང་བཞིན་ཅན་དང་རྣམ་འགྱུར་གསུམ་དེ་ཨ་ནི་ངོ་བསྲུང་ལེ།

ད་ཞིང་དེ་ལ་ཡང་ཨ་ནི་ག་ལེ་རྣམ་པ་སོ་སོའི་གི་ཨ་ནི་ག་ལེ་དབྱེ་བ་ཨ་ནི་སོ་སོ་སོ་ཨ་ནི་མ་འདྲ་བ་མང་པོ་ཅིག་ཨ་ནི་བཞག་གནང་གི་འདུག་ད་དཔེར་ན་ལྗང་ཁུ་ལུ་རོ་དག་ཡིན་ན་དྲུག་འདྲ་པོ་བཞག་གནང་བ་དང། རོ་ཨ་ཁ་ཤས་ཀྱིས་གསུམ་བཞག་ཡ་འདྲ་པོ་དང་འོ་དེ་འདྲའི་ཅིག་མང་གླེང་ཡོང་གི་འདུག་ད་གཉིས་པ་དེ་ལ་མིང་ཟེར་བ་དེ་ལ་ཨ་ནི་མིང་ཟེར་བ་དེ་སྐབས་དེ་ལ། དེ་གི་མིང་ཟེར་བ་དེ་སྟག་ཅིག་ལ་ངོ་བཟུང་ནས་རོ་ཨ་ཕོ་ཡི་ཨ་ནི་ག་རེ། ཨ་ཕོ་མོ་མ་ནིང་ཟེར་བ་རོ་ཨ་མིང་ལ་ན་སྟག་ལ་ན་དོན་དག་གཅིག་པ་འདྲ་པོ་ཆེ་མ་ལེགས་སྦྱར་གི་སྒྲ་དོན་ན་འདི་འདྲ་པོ་ལེགས་ཀྱི་འདུག་ད་མིང་ཟེར་བ་དེ་ལ་ཡང་ཨ་ནི་ཚུར་འདོན་དུ་རྣམ་པ་གསུམ་འདྲ་པོ་ཆེ་ཨ་ནི་ཁོ་རང་ཡང་བཞག་སྟངས་ཅིག་ཡོང་གི་འདུག་བ། དཔེར་ན་སངས་རྒྱ་ཟེར་བ་འདྲ་པོ་ད་ཨ་ནི་ཡང་ང་རང་ཚོའི་གི་གཅིག་འདི་དེ་ཨ་ནི། མིང་བྱས་ཨ་ནི་ཚབ་ཚིག་བྱས་ཨ་ནི་ག་ལ Visualizations དང་ང་ཚོ་ཁྱད་ཚིག་འདྲ་བོ་དང་ཁྱད་ཚིག་འདྲ་བོ་དང་འོང་དེ་དེ་ཡང་རྣམ་པ་གསུམ་གྱི་སྒོ་ནས་ཡང་ཞར་སྣང་གི་འདུག་ཨང་དེ་ལྟར་ས་པ་དེ་བྱས་ཨ་ནི་མིང་དེ་ལ་ཡང་ཨ་ནི་ཚུགས་ག་ལས་ང་རང་ཚོས་ཨ་ནི་དེ་འདྲ། མིང་ཟེར་བ་དེར་ག་ལེ་ཚིག་མ་ཡིན་པར་རྣམ་དབྱེ་གི་ཕྲད་མ་སྦྱར་བ་ཅིག་ལ་ནི་མིང་ཟེར་བ་རེད། དབྱངས་ཅན་དྲ་དུ་ཁོ་རང་རྣམས་ལ་རྣམ་དབྱེ་མེད་པ་ནི་མིང་ངོ། རྣམ་དབྱེ་དང་བཅས་པ་ནི་ཚིག་གོ། རྣམ་དབྱེ་སྦྱར་སོང་ན་ཁོ་ཚིག་ཆགས་འགྲོ་གི་རེད། རྣམ་དབྱེ་མེད་པ་འདི་ནི་མིང་རེད། ད་མིང་དེ་ལ་ཡང་ནི་དབྱངས་ཀྱི་མཐའ་ཅན་དང་ནི་ས་བཅད་ཀྱི་མཐའ་ཅན་ཟེར་ནས་ད་དེ་ལ་ཡང་ནི་ག་ལེ་སྐྱེས་པའི་གི་ད་བུད་མེད་ཀྱི་ད་མ་ནིང་གི་ད་ལྟོས་འདུག་བསམ་པ་ནི་དེ་ག་རང་ནི། སྐྱེས་པའི་གི་རྟགས་དེ་ལ་ཡང་དབྱངས་དང་གསལ་བྱེད་བུད་མེད་ཀྱི་རྟགས་དེ་ལ་ཡང་དང་གསལ་བྱེད་མ་ནིང་གི་རྟགས་དེ་ལ་ཡང་དབྱངས་དང་གསལ་བྱེད་རྣམ་པ་གསུམ་ཞེས་ནི་ག་རེ། གཉིས་གཉིས་གཉིས་དྲུག་ཟེར་བུ་བྱས་ནས་སུས་སུས་ཀྱིས་ནི་འཆད་པ་འདི་འདྲའི་ཅིག་མ་འཇོག་གནང་གི་འདུག་ད་དེ་ང་ང་རང་ཚོས་ནི་ཧ་ཅང་གི་འདི་འདྲའི་གི་ནི་དེ་ལ་ཡང་དོན་སྣང་ཆེན་པོ་འདྲ་བུ་ཅིག་གནང་བ་ཡིན་ན་ཨ་ནི་རྟགས་འདི་ཚོ་ཕྱི་ཕྱི་མི་མཛོད་འདྲ་བུ་དང་འོ་འདི་ཚོ་ནང་ལ་ཨ་ནི་རྟགས་ཨ་ནི་ག་རེ་འདུལ་བ་འོ་འདི་ཚོས་གི་འགྲེལ་པ་འདི་ཚོ་ལ་གཟིགས་པ་ཡིན་ན་ཨ་ནི་འཇལ་བྱེད་འཇལ་བ་དེ་ཨ་ནི་ག་རེ།

འདི་གཉིས་རྣམ་པ་གཉིས་བཞག་གི་རེད་ད། མིང་གི་རྣམ་དབྱེ་ཞེས་པ་འདི་ང་རང་ཚོའི་ད་ལྟ་ལ་དོན་དེ་ཚོའི་རྣམ་དབྱེ་གཉིས་པ་བཞི་པ་བདུན་པ་ལ་ཡང་འགྲོ་པ་དང་འདི་འདི་ལ་འཇུག་པ་ཅི་ཡོད་རང་ཨོང་དེ་འདི་ཚོ་ཨ་ནི་ག་ལས་མིང་ལ་འཇུག་པའི་གི་རྣམ་དབྱེ་ད་སུབ་མཐའ་ཅན་ལ་ནི་རོ་ཨོང་འདི་ཡོད་རེད་དེ་ནི་ང་རང་ཚོ་གཉིས་པ་དེ་ལ་ཨ་ནི་ག་ལས་ད་ལྟ་རྣམ་དབྱེ་ཨོ་གཉིས་པ་ད་ལྟ་ག་ལས་བྱིངས་ལ་འཇུག་པའི་གི་ཨ་ནི་རྣམ་དབྱེ་ཞེས་པ་དེ་ཨ་ནི་ནང་གསེས་དབྱེ་བ་ཤེས་འོང་དུས་བསམ་པ་ན་རྐྱེན་བརྒྱ་དང་གྱ་བཅུ་སུ་ཡོད་རེད། དེ་ཡང་རྣམ་པ་གཉིས་ཀྱི་སྒང་ནས་བཤད་ན་ཨ་ནི་བདག་མདུན་གྱི་ཚིག་དང་གཞན་མདུན་གྱི་ཚིག་རྣམ་པ་གཉིས་ཀྱི་སྒང་ནས་ཨ་ནི་ག་རེ་དགུ་བཅུ་དགུ་བཅུས་མ་བཤད་ནས་ད་དེ་ཡང་ཨ་ནི་དེ་ལ་ཡང་ནང་གསེས་ཨ་ནི་བཅུ་བཅུས་འབྲས་བུ་ཅན་མ་ཨ་ནི་ད་ལྟ་བ་དང་མ་འོངས་པ་དང་འདས་པ་དང་འོང་དེ་འདྲའི་ནང་གསེས་བཅུ་བཅུས་ཨ་ནི་མ་བཤད་གནང་གི་འདུག་དེ་འདུག་དེ་ནང་ནས་ནི་ད་ལྟ་འདྲ་པོ་ཅིག་ང་རང་ཚོ་རྒྱ་གར་ལ་ཕར་ཚུན་པ་ཡིན་ན་རྣམ་པ་ལྔས་མ་གཏོགས་རྣམ་པ་བཅུ་ཀ་དེ་ཨ་ནི་བཞག་གནང་གི་མི་འདུག།

ཚུར་འདྲ་བ་ཡིན་ན་འང་དེ་འདྲའི་ཅི་ཡང་ལེགས་ཀྱི་འདུག་དེ་ཅི་སྟེ་ཀྱི་སྤྱན་ཟེར་བ་དེ་ཤར་བ་ཨ་ནི། དེ་རྣམ་འགྱུར་ཞེས་པ་དེ་ལ་ཨ་ནི་གར། རང་བཞིན་ཅན་དང་ཨ་ནི་འབྲེལ་བ་དང་ཡི་གེ་ཙམ་དང་བྲལ་བ་ཡི་རྒྱུ་དང་དབྱེ་བ་རྣམ་འགྱུར་དེ་ཞེས་པ་ནི། དེ་རྣམ་འགྱུར་ཞེས་པ་དེ་ལ་ཨ་ནི་གར་ཡི་གེ་ཀྱི་འགྱུར་བ་ཡི་གེ་ཀྱི་རྣམ་པར་འགྱུར་བ་ཟེར་ཡོང་དུས་བསམ་པ་ལ་དབྱངས་གཉིས་སྡོམ་ཡོང་དུས་ཡང་འགྱུར་འགྲོ་བ་དཔེར་ན་ང་ཚོ་མཚམས་སྦྱོར་གྱི་ཡི་གེ་དེ་ཚོ་ཨ་དང་ཨིའི་སྡོམ་དུ་ཨེ་ཆགས་འགྲོ་ཡ་དང་རུ་བ།

ཅན་ད་ནི་ང་ཚོ་རང་གཤིས་ཅན་དང་རྣམ་འགྱུར་གསུམ་ཞེས་པ་དེ་འདྲ་དེ་ག་ནི་གཙོ་བོ་འདྲ་བོ་འགྱོད་ཆགས་འདྲ་བོ་དེ་དེ་བྱེད་ནས་རུ་བ། དེ་བྱེད་ནས་ད་ང་ཚོ་ད་འདྲ་རིགས་འདི་ཚོ་ནི་བསླབ་དགོས་པའི་འགྱོད་པ་འདྲ་བོ་དེ་ཚོ་ནི་བྱེད་སྟངས་འདི་ནི་ག་རེ་ང་རང་ཚོ་ཐ་སྙད་ལ་ནི་མ་བརྟེན་པར་དམ་པའི་དོན་ནི་རྟོགས་མི་འགྱུར་སོང་ཡང་འདྲ་བོ་རུ་བ་དེ་འདྲ་ཅིག་མང་པོ་ཡོད་རེད་ཡིན་ནའང་ང་རང་ཚོ་ཁ་ཚ་དགོས་ཐུག་འདྲ་བོ་ཅིག་ལ་བསམ་བློ་བཏང་ན་ཡིན་ན། དཔེ་ཆ་བ་གཅིག་ཡིན་ན་གཞུང་དེའི་བདུན་ཚུལ་གྱི་སྒང་གི་རྒྱ་གར་གྱི་མཚན་བྱང་འདི་ཚོ་ཡང་མང་ཆེ་ནི་ལེགས་སྦྱར་གྱི་སྒྲ་སྒྲུབ་ཀྱི་དབང་དུ་འགྲོ་ཡོང་དུས་བསམ་པ་ལ་ང་རང་ཚོ་གི་དེ་ཁོ་ན་ཨ་ནི་མ་ཚང་བ་འདྲ་པོ་ཆགས་འགྲོ་གི་འདུག་བ་གཞུང་དེ་མ་ཁྲིད་དུས་གཞུང་དེ་ལ་མ་ཚང་བའི་གི་རྐྱེན་ཡང་བྱུང་ཡོང་གི་འདུག་བ་དེ་ཡིན་དུས་ང་རང་ཚོས་ཨ་ནི་སྒྲ་སྒྲུབ་ལ་སོགས་པ་ལེགས་སྦྱར་འདི་ཤེས་པ་ཡིན་ན་དེ་ཁོ་རང་གི་འགྲོ་སྟངས་འདི་ཚོ་དེ་ཏག་ཏག་ཅིག་ལེ་འདུག་ཨ་ནི་དོན་དེ་ཚང་རེད་བ། དེ་ནང་བཞིན་ད་ལྟ་དེ་གཅིག་པོ་མ་རེད་ང་རང་ཚོ་ལོ་རྒྱུས་འདྲ་པོ་དང་ཡིན་ན་རྩེད་སྒྲིག་འདྲ་པོ་དང་མངོན་བརྗོད་འདྲ་པོ་དང་སྙན་ངག་འདྲ་པོ་དང་དེ་ཚོའི་ནང་ལ་ཡང་ཨ་ནི་ད་ལྟ་ག་རེ་ལེགས་སྦྱར་གྱི་ཨ་ནི་ག་རེ་ཚིག་དེ་ཚོ་ཨ་ནི་བསླད་བསྡད་ཀྱི་འདུག་ཨང། དེ་ཇི་ལྟར་ལེགས་སྦྱར་བསླབ་པའི་དགོས་པ་འདྲ་པོ་དེ་བཞག་ད་ང་རང་ཚོ་འདྲ་རིས་སློབ་ཚུལ་འདྲ་པོ་དེ་ད་གདན་ས་དཔལ་སྤུར་ནས་བརྒྱུད་རིམ་འདྲ་པོ་ཅིག་མ་ཞུས་པ་ཡིན་ན་ད་ང་ཚོ་སློབ་ཚུལ་འདྲ་པོ་དེ་གང་འདེད་རེད་ལབ་ན་ད་ཨ་ནི།

ད་ལྟའི་ངས་འདི་འདྲའི་འབྲུ་ཆུང་ཆུང་འདྲ་པོ་བྱས་ད། སི་ཏུ་པིན་ཅིའི་ཁོང་རིགས་ཀྱི་ད་མ་ད་ལྟ་དེ། ལེགས་སྦྱར་གྱི་ཨ་ནི་ག་རེ་འགྱུར་དེ་ཚོ་མ་མཛེས་ལྗོགས་དེ་ཚོ་ངས་ཁ་ཤས་ཀྱིས་ཨ་ནི་དུ་དུས་ཀྱིས་ངོ་སྤྲོད་ཅིག་ཞུས་ན། ཁོང་གིས་ཨ་ནི་དང་པོ་དབྱངས་ཅན་སྒྲ་དབྱངས་ཅན་སྒྲ་སྒྲོགས་དེ་ཨ་ནི་ག་རེ། རང་འགྲེལ་དེ་ཨ་ནི་རབ་རྒྱས་གསར་བསྟན་ཞེས་བརྗོད་དེ་ཨ་ནི་གསར་བརྗོད་དེ།

དེ་དེ་ཡང་ནི་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་དྲུག་གི་མཐའ་ཁ་གི་ཡར་ཚེ་ཨ་ནི་ཐུབ་བསྟན་ཆོས་འཁོར་གླིང་ཁོ་ན་གདན་ས་དེ་ག་རང་དཔའ་བོ་ཁོ་ན་ནང་ལ་ནི་མ་ལེགས་པར་སྒྲུབ་མཛད་ཞིང། དེ་ནས་ལྕགས་མདའ་དཔལ་གྱི་འདྲ་རྡོ་དེ་ཨ་ནི་ཧ་ཅང་གི་རྒྱས་ཤིང་རྒྱས་པ་ཡོད་པ་དེ་དག་འདྲ་འདྲའི་ནང་ནས་ཨ་ནི་མཆོག་ཏུ་གྱུར་པ་ཅིག་ད་ལྟ་ཨ་ནི་ཆགས་བཞིན་པ་འདྲ་བོ་ཅིག་རེད། དེ་ལ་ནི་བསྐུལ་བ་གནང་མཁན་དེ་ཨ་ནི་རྗེ་བཙུན་བླ་མ་རིག་པ་དབང་ཕྱུག་གི་ཨ་ནི་བསྐུལ་མ་ཚར་གཉིས་འདྲ་བོ་ཅིག་མ་ཨ་ནི་ཞུས་གནང་འདུག་བ་དང་པོ་དེ་ལ་ཁོང་གིས་ཨ་ནི། ལྷ་ས་ཀྱི་ཕྱོགས་དེ་ལ་ནི་ཀུན་མཁྱེན་ཕས་དུར་ས་པ་དེ་ལ་ཚར་གཅིག་བཞུགས་འདུག་དེ་ནས་མར་ཡང། གདན་ས་ལ་མར་ཕེབས་ནས་སྡེ་དགེའི་ཕྱོགས་ལ་མར་ཕེབས་ནས་ཡང་འཇའ་སྐུ་མ་བྱས་འདུག་དེ་ལྟར་ནི། དེ་ནས་ཀུན་རིག་གལ་ནི་མ་དབུ་བརྩམས་ཡ་འདྲ་བོ་དེ། གཅིག་སྟོང་བདུན་བརྒྱ་ལྔ་བཅུ་གྱི་ལོ་ལ་ནི་མ་དབུ་བརྩམས་སྣང་ཤ། དེ་ནས་ཡང་དུས་ཚོད་ཁ་ཤས་རིང་ག་དེ་ལ་ཡང་མ་ནི་ལས་ཀ་མང་པོའི་གི་དབང་གིས་ད་ཆ་ཕྱག་ལས་མང་པོ་མཛད་འཕྲིན་མང་པོ་གི་དབང་གིས་ནི་རྣམ་གཡེང་གི་སྟེང་ནས་ཡུན་རིང་འགོར་ནས་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་བཞི་ལོ་དང་ནི།

ཨོམ་ཟེར་བ་དེ་ད་ཅི་ད་ང་རང་ཚོ་ཡོངས་གྲགས་ལ་ཨོམ་ཨོམ་ཟེར་བས་ཀྱི་མ་ཀྱི་སྒྲ་དེ་སྟོན་བསྡད་ཀྱི་ཡོད་རེད་བ་ཧེ་ནས་ཁོང་གིས་ཨོང། ལ་དུས་ཙམ་པ་ཧ་ཧ་ན་རུ་ཧོང་ང་ཧོང་གི་སྒྲ་ང་སྒྲ་ཅུང་ཟད་ལྡན་པ་ཅིག་ཨ་ནི་བཀླག་དགོས་རེད་ཟེར་ནས་ཁོང་རིགས་ཀྱིས་ཨ་ནི་མ་ངེས་པའི་བཤེས་གཉེན་ནང་ནས་ཨ་ནི་ག་རེ་ཁྲིད་ཡོང་འདུག་ངག་རྒྱུན་ནང་ལ་དེ་འད་ཅིག་གླེ་ཤ་རུ་ཨོང་དེ་ཨ་རུ་ཨོང་དེ་དེ་ཁོ་རང་གིས་ཨོམ་ཀློག་པར་བྱེད་པ་དེ་ད་ལྟ་ང་ཚོ་ཡིག་སྦྱར་གྱི་འགྲེལ་པ་ནང་ལ་ཨ་ནི་ཚང་མས་ཟིན་ན། ཨོམ་ཀློག་པའི་ཚེ་མཁས་རློམ་འགའ་ཞིག་ཨོམ་གྱི་མ་དང་ཧུང་གི་ང་ཚིག་འགྲོ་དག་ལ་ལྟོས་པ་མིན་ཞེས་ཟེར་ཏེ་ཨོམ་དུ་ཀློག་པར་བྱེད་ཅིང་བོད་ཕལ་ཆེར་དེ་ཡི་རྗེས་སུ་འབྲངས་ཡང། མི་འཐད་དེ། འཐད་ས་མ་རེད། རྗེས་སུ་ང་རོ་ཡི་སྔགས་ཀྱི་གཟུགས་བཤིག་ནས་ཞེ་འདོད་དུ་སྣང་བའི་ཕྱིར་རོ། སྒྲ་ཡི་གཞུང་དག་ལས་ཨོམ་ལ་སོགས་པ་གཞན་ལ་མཚམས་མི་སྦྱོར་བར་བཤད་པ་ཡང་རྗེས་སུ་ང་རོ་ཞེས་ནས་མཚམས་མི་སྦྱོར་བ་ཡིན་མོད། རྗེས་སུ་ང་རོ་དེ་མ་རུ་བརླག་པ་ཡིན་ན་ཨ་ནི་ཁྱེད་རང་ཚོ་ང་རང་ཚོ་མཚམས་སྦྱོར་བྱེད་འདུག་ཚ་ཨོ་མ་ཨ་ཧོང་མ་ལབ་ཅེས་ཨོ་མ་ཧོང་ཀློག་དགོས་ས་རེད། ཁོང་ལེགས་ཀྱི་འདི་འདས་སུ་མ་སོང་ཞག་བཀླག་དགོས་པའི་མཚམས་སྦྱར་ག་ཡིན་ད་ག་ཡིན། མ་ཨ་ནི་ཁོང་ལེགས་ད་ལྟ་ཨོམ་གྱི་མཚམས་མ་ཁར་ང་རང་ཚོ་སྡེ་ཚན་འདྲ་པོ་དེ་མ་མཚམས་སྦྱར་འདྲ་པོ་བྱེད་ན།

གསུངས་ན་བཞག་ད་དེ་ལ་ཡང་བསམ་བློ་བཏང་སྟངས་འདྲ་པོ་ཅིག་མང་པོ་ཅིག་ཡོང་གི་འདུག་དཔེར་ན་ཨོམ་དཀར་དང་ཨོང་ཟེར་བ་གཉིས་ལ་ཁྱད་པར་ག་རེ་འདུག་ལབ་ན་ཨོམ་དཀར་ཞེས་པའི་སྐབས་སུ་དྲིལ་བསྡུ་བསམ་པ་བྱ་ཨ་ཀྱི་ཡི་གེ་ཀྱི་གཟུགས་དེ་ཁ་དཀར་ཅིག་ཨ། ཁོ་རང་ཕག་ཀླད་ཅིག་ཨ་ནི་ནག་རོག་ཅིག་ཀླད་ཅེས་ང་ག་རེ་ཨ། ད་ནང་ནག་རོག་གི་རྩེ་འདྲ་པོ་དེ་ཀླད་ཅེས་དེ་ལེགས་ཀྱི་འདུག་ཨོམ་ཁོ་རང་ཞེས་པའི་སྐབས་སུ་ཨུ་འདྲ་པོ་ཅིག་ཕྱེས་ནས་ཨ་ནི་ཁོ་ལ་ག་རེ་པ་ལུད་ཀྱི་འདྲ་ཀླད་ཅེས་སྒང་དེ་ལ་ཨ་ནི་ཟླ་བ་དང་ཟླ་འོད་ཀྱི་སྒང་ཨ་ནི་ག་རེ

ང་རང་ཚོ་འགྱོད་སྤེལ་གྱི་ཆེད་དུ་ལྟོ་བཞག་བཞག་པ་མ་གཏོགས་ཚུར་སྦྱར་ཡོང་ན་ཨ་ནི་ཁོག་གི་སྒྲ་གདངས་དེ་ཀླད་གོ་ཨེ་བྱེད་ཡོད་མ་རེད་དཔེར་ན་ཁོང་རིགས་ཀྱི་མ་ཨམ་བུ་རུ་བ་ཨམ་བུ་དཀར་ནི་ཨ་ནི་པིན་དུ་ལ་ནས་འོང་དེ་འདྲས་ཀྱི་མ་མཚན་གཞི་བཞག་བཞག་མཚན་གཞི་དེ་ན་བཞག་ཡོང་དུས་བསམ་པ་ལ་ཨ་ནི་ཕ་ཆོས་ཆོས་ཀྱི་ད་ད་གི་སྐག་གི་སྒང་ལ་ཡོད་པའི་སྦྲ་མ་རུ་ཡི་གཟུགས་ཅན་འདྲ་པོ་དེ་ཨ་ནི་ག་ལ་བར་འགྱུར་ནས་ཨམ་བག་ཟེར་ཡ་འདྲ་པོ་དང་རུ་བ་ཨ་ནི་དེ་ཡོང་དུས་བསམ་པ་པགས་ཀྱི་སྒང་ལ་ཡོད་པའི་གི་ཨ་ནི་ང་ཚོ་ཆུ་ཆེན་འདི་ཚོ་འདི་ཨ་ནི་བར་ལ་བར་འགྱུར་ནས་རུ་བ། བ་སོག་མེ་ལ་འགྱུར། གང་དེ་ག་སོག་མེ་འོ་དེ་འདས་ཅིག་འགྱུར་ནས་མ་ཨ་ནི་ག་ལེ་ཀློག་གནང་གི་འདུག་དེ་ཡིན་དུ་བསམ་པ་ང་ཚོ་ཡིན་གཅིག་ད་ད་ག་རེ། ཀུན་མཁྱེན་ཁོ་རང་གི་ཀློག་ཚུལ་དབང་དུ་བཏང་བ་ཡིན་ན་ཨ་ནི་དེ་འདས་ཅིག་རེད་ཤག་མ་ང་རང་ཚོ་ག་རེ་ཀོ་བ་འདྲ་པོ་དང་སྤོ་བ་འདྲ་པོ་དང་འོ་དེ་འདས་ཅིག་བཀླག་ཚུལ་རེད་མི་འདུག་རེ་བ་དེ་དེ་ང་རང་ཚོ།

བི་ན་ཡཀ་སི་ཡ་འདྲ་པོ་དང་འོ་འདི་ཚོ་ཚང་མ་བ་ཀློག་གོ་རེད་ད་ང་རང་ཚོ་ཁ་ཤས་ཀྱི་ཡོད་རེད་འབན་རྫ་ལ་འདུག་བསམ་པ་ལ་ཨ་ནི་འབན་རྫ་འབན་རྫ་བོད་ཀྱི་ཀློག་སྟངས་འདི་འདི་འདྲ་པོ་གསུང་གི་འདུག་ཟེར་ནས་སི་ཏུ་པན་ཅན་གྱི་འདི་བ་རང་རེད་བ་ཇི་ར་ཀློག་གོ་རེད་ལ་ནི་ར་བ་ང་རང་ཚོ་བེ་ར་དང་བ་ཇི་ར་བ་གཉིས་དོ་ནི་འདུག་པར་བྱའོ། ད་བ་ད་ཀློག་སྟངས་འདྲ་པོ་དེ་ང་རང་ཚོ་གི་ད་ད་ཁ་རེ་སྔགས་ཀྱི་བླ་དྭགས་ཁ་ཤས་ནང་ལ་ན་རོ་འདྲ་པོ་ཀློག་གོ་རེད་བ་ད་ཕག་ཆེ་ན་རོ་དེ་བ་སྒྲ་ཅུང་ཟད་ལྡན་པ་ལ་ཨེ་རེད་དེ་ལ་ཡང་ཨ་ནི་འགྲིག་གི་མ་རེད་ཟེར་ནས་ཁོང་གཉིས་ཀྱི་ཡང།

དེ་ནང་བཞིན་ཡང་མང་པོ་བྱས་ནི་ག་རེ་ཡི་གེ་མང་པོ་ཅིག་གླེགས་ཀྱི་དུ་རུ་བའང་དེ་ཚོ་ཡང་འདི་མ་རེད་ད་ཡིན་འོ་ན་འདི་འདི་ག་འདི་ཀློག་དགོས་རེད་ལབ་ན་ཁོང་ལི་རྒྱ་ནི་ད་ལྟ་ཁ་ཤས་བྱས་ནི་ག་རེ་རང་འདྲ་ཐོས་ཙམ་སྨྱུ་བ་ལ་ཅི་བྱས་པའི་འོལ་སྤྱི་ཙམ་ལས་གཞན་ཐབས་མ་མཆིས་ད་འོལ་སྤྱི་ཙམ་ལས་མ་གཏོགས་གཞན་པ་ཐབས་མི་འདུག་ད་འདི་འདྲའི་འདྲ་པོ་ཅིག་མ་ནི་ག་རེ་ཀློག་དགོས་ཡོད་པ་འདྲ།

མཁན་པོ་མཆོག་གིས་མ་འདྲི་ཞེས་སྐྱོན་སྲུང་ཁ་གསལ་པོ་སྐྱོན་སྲུང་ཨ་ནི་དམིགས་བསལ་དག་རྒྱུན་ལྡན་ང་རང་ཚོའི་བེད་སྤྱོད་ཆེ་ས་ཡོད་པ་ཁག་ཅིག་དང་ཨ་ནི་ནོར་སོ་འཁྲུལ་སོ་ཡོད་པ་དེ་ཚོ་དག་སྔགས་ཀྱི་བཀླག་ཐབས་ཀྱི་ཐོག་ལ་ཡང་ཨ་ནི་ད་ད་ལྟ་སི་ཏུ་ཆོས་ཀྱི་འབྱུང་གནས་ཀྱི་ཁྲིད་རྒྱུན་འདི་ད་ལྟ་བླ་བྲང་བཀྲ་ཤིས་འཁྱིལ་བརྒྱུད་ནས་དེ་ནི་རྒན་ཨ་ཏི་ཤེས་རབ་ཉི་མ་ལ་བཞུགས་ཡོད་དུས་སྐབས་ལ་ཨ་ནི་མཁན་པོ་གཙོས་པའི་ད་ང་ཚོ་གྲྭ་རིགས་ཆེ་ཆུང་བ་རྣམ་པ་ཚོ་ཆེད་མངགས་ཏཱ་ཏཱ་རིན་པོ་ཆེ་གིས་བཀའ་གནང་ནས་ད་ལྟ་གྲལ་རིགས་ཆེད་སྦྱོང་གི་འཛིན་གྲྭའི་ཐོག་ལ་རྒན་ཨ་ཏི་ཤེས་རབ་ཉི་མ་རང་གིས་མ་ད་སི་ཏུ་ཆོས་ཀྱི་འབྱུང་གནས་ཀྱི་ཁྲིད་རྒྱུན་འདི་དུག་སུ་མ་ཁོང་རྣམ་པ་ཚོ་ལ་དུག་སུ་སྤེལ་ཡོད་དུས་སྐབས་ལ་ཨ་ནི་ཁྲིད་རྒྱུན་མེད་དུས་སྐབས་ལ་ཨ་ནི་འགྲེལ་བཤད་མང་པོ་ཅིག་ཡོང་གི་ཡོད་རེད་བ། དེ་ཚོ་ཁྲིད་རྒྱུན་དེ་མེད་པའི་རྐྱེན་གྱི་ཨ་ནི་སི་ཏུ་གི་སུམ་རྟགས་ཡིན་ནི་རེད་ཨ་ནི་ད་བར་ནང་བཞིན་གྱི་ད་དྲ་གཞུང་དུ་ཚོ་ལས་ཡང་ཅིག།